ལོ་ངོ་བདུན་བརྒྱ་བརྒྱད་བརྒྱ་ལས་ད་ང་ཚོ་མགོ་བསྐོར་ཐེབས། ཨ་ནེ་ཚན་རིག་ཡར་རྒྱས་མ་བྱུང་བསམ་བློ་ཡར་རྒྱས་མ་བྱུང་འགྲོ་ཚར་རེད་ད་ད་ད། ཆོས་ལ་དད་པ་མ་བྱེད་ཟེར་གི་མེད་ཆོས་ལུགས་མགོ་བསྐོར་གཏོང་མཁན་དེ་ཚོ་ལ་བླ་མ་ལ་དད་པ་དགོས་ཀྱི་མ་རེད་ཆོས་རང་གིས་བཟོ་ན་འགྲིག་གི་རེད། ད་ལྟ་ང་ཚོ་འཛམ་བུ་གླིང་འདི་དང AI། Chat GPT།

ཨིས་རིག་དེ་དེ་དེ་ཚོ་བོད་ཡིག་སྟེང་ལ་བསྒྱུར་ཐུབ་ན་ཡག་པོ་འདུག་རྒན་རྒོན་ཚོ་ཁོའི་རྒན་རྒོན་ཚོ་སྲང་ལ་ཁ་ཁ་རེད་ད་ཁྱི་མ་འོངས་པ་གི་མདང་ལང་དེ་བོད་ཀྱི་མདོ་ལང་དེ་གཞོན་ནུ་ཚོ་ལ་ཡོད་རེད་ཁྱོད་རང་ཚོ་མ་འཆུ་ཟེར་ཡ་དེ་ཡིན་ཨོ་ལུང་པ་གི་བརྩེ་བ་རྒྱ་དེ་ན་ཆོས་ཅི་ཡོད་མི་འདུག་ཨ་དེ་ཚོ་མ་བོད་པ་རེད་པ་ཡིན་ན་ཡང་ད་ཁྱི་རང་ཚོ་ཆོས་ལུགས་རྨོངས་དད་གི་སྐད་སྐད་རྒྱུན་ཚོ་གི་སྲང་ལ་དེ་སླེབ་པ་ན་ལ་མང་པོ་ཅིག་མ་འཛུགས་དེ་ཆོས་ཅི་ཡོད་མི་འདུག་ང་བཀའ་རྒྱུད་ས་ཆ་དགེ་ལུགས་གཉིས་མ་ཚང་མ་དེ།

ད་ང་ཚོ་ལ་དགེ་ཡག་དེ་ག་རེ་བསམ་ན། ཁྱོད་རང་ཚོ་ལོ་གཞན་གཞན་དེ་ཚོ་དེང་སང་ཚན་རིག་གི་ཤེས་བྱ་དེ་ཚོ་འཛམ་གླིང་གི་ག་རེ་སྦྱོང་གི་ཡོད་ན་དེ་སྦྱོང། འོ་ད་སྔ་མ་དེ་ཚོ་ལ་ཕ་ཤི་ལོ་མ་རྗེས་ལ་ཨ་ནི་ད་ལྟ་གི་ཚན་རིག་གི་ད་ལྟ་ད་སྐར་ཟེར་ཨིན་དི་གི་རྩིས་འཁོར་ཟེར་ཡ་འདྲ་པོ་ཨ་ནི་གློག་ཀླད་འཕྲུལ་ཆས་ཟེར་ཡ་འདྲ་པོ་ད་ང་ཚོ་བཟོ་ཤི་ན་དུ།

སྐད་ཡིག་སྲུང་སྐྱོབ་བྱེད་ན་དེ་འདྲ་བཟོ་གི་རེད་མ་གཏོགས་ངས་བོད་སྐད་མ་ཐོས་རྒྱ་སྐད་མི་བརྗེད་ངས་བོད་སྐད་མ་ཐོས་དབྱིན་སྐད་མ་བརྗེད་ཟེར་ན་ཉི་མ་བོད་སྐད་དང་བོད་པ་གཉིས་ཀ་བརླག་འགྲོ་གི་རེད། འོ་བོད་སྐད་ཡིག་དེ་གལ་ཆེན་པོ་རེད་ཡིན་ན་ཡར་རྒྱས་གཏོང་གི་ན་ཚན་རིག་གི་ནང་ལ་གཏོང་གི་རེད་མ་གཏོགས་ལས་གྲོང་གསེབ་ཀྱི་ནང་མང་འགྲོ་གཏོང་ཐུབ་གི་མ་རེད་སྐད་ཡིག་མང་པོ་འབྲི་གི་རེད་དབྱིན་ཇི་ཤེས་གི་རེད་རྒྱ་ཡིག་ཤེས་གི་རེད་དེ་གི་ཚོང་མ་དེ་ཨ་ནི་ཁྲོ་ཆགས་ཀྱི་ནང་བླུགས་ཐུབ་གི་རེད། ངོ་བོད་ཀྱི་སྐད་ཡིག་ལ་དངོས་གནས་དཀའ་དྲིན་ཆེ་ཤོས་དེ་ལོ་རྒྱུས་སྟེང་ལ་ཡོང་མ་མྱོང་པ་དེ་ངས་བལྟས་ན་ད་ལྟའི་དུས་འདི་ལ་ཆོ་འབུ་ཟེར་རོལ་ཟེར་ཡ་དེ་ཡིན། འོ། ངས་ད་ལྟ་ཡིན་ད་དངོས་གནས་བོད་ཀྱི་སྐད་ཡིག་བོད་ཀྱི་སྲོག་རྩ་ཟེར་ཡ་དེ་ཚན་རིག་རེད། ཨ་ནི་དེང་རབས་ཀྱི་བསམ་བློ་དེ་རེད་མ་གཏོགས་ཆོས་ལུགས་མ་རེད། མི་རིགས་ཀྱི་བསམ་བློ་གཅིག་པུ་མ་རེད། མི་རིགས་རྐྱང་རྐྱང་བསམ་བློ་བྱས་ཟེར་ན་ཨ་ནི་ཨ་ལ་ཨ་ར་པོ་འདྲ་པོ་དང་མི་ནག་པོ་དེ་ཚོ་འདྲ་པོ་ཆགས་འགྲོ་གི་རེད། ཡོ་རོབ་ཀྱི་མི་མི་འདྲ་པོ་ལྟ་བ་ཀུན་ཡོང་པོ་ཆོས་ལ་དད་པ་ཡི་ནའོ་དད་པ

རྒན་ཀུན་དངང་འདྲ་བ་དེ་ཚོ་ད་དུས་ཚོད་རྫོགས་ཚར་བ་རེད་དགའ་འཇན་གི་མ་རེད་ཁོ་སང་ལོ་ཧན་ཐན་ཡིན་ན་རེད་རྗེས་ལུས་ཡིན་ན་རེད་ཚར་བ་རེད། མ་འོངས་པ་གི་ད་ལྟ་གི་སང་ལོ་དེ་ཁོ་ལ་མ་འགྲོ་མ་ཐུག་ལ་བོད་པ་གཙང་མའི་ལོ་ཙཱ་དེ་རེད་ད། འཛམ་བུ་གླིང་ས་ཆ་ག་སང་ལ་ཡིན་ན་འགྲིག་གི་རེད་ང་བོད་ཡིན་ཡུལ་སང་རིག་གི་སང་ལོ་དེ་དུ་གཅིག་ང་ཚན་རིག་ཡ་བརྒྱ་སྟོང་ཡ་གི་སང་ལོ་དེ་ནི་ཡོད་གི་རེད་དཔེར་ན་ཨིས་རེ་ཨོལ་དེ། འཛམ་གླིང་ག་ས་ག་ལ་མཐོ་ནས་ལོ་སྟོང་ཕྲག་གཅིག་བྱས་ནས་དེ་ཚོ་བོད་ལ་ད་ཨ་ར་པོ་ཁ་ཤས་རྒྱ་གར་ཚང་མ་གི་ཁ་གཏད་མོ་ཏོ་ཁེངས་ཆོག་འདུག་བ་ཆོག་ཡ་ད་ག་རེད་ཁོ་རང་གི་ཁོ་ཨི་སི་རེ་ཡོལ་གི་མི་རིགས་ཡིན་པ་གི་བསམ་བློ་དེ་སྐྱེ་རྒྱུ་བྱས་ཨ་ནི་མཚན་རིག་ལ་ཡིད་ཆེས་བྱ་མཚན་རིག་ལ་བརྟེན་ནས་ཡར་རྒྱས་འགྲོ་གི་ཡོད་རེད་མ་ཏོ་ཆོས་ལུགས་ལ་བརྟེན་ནས་འགྲོ་གི་ཡོད་མ་རེད་ད། ཆོས་ལུགས་ཤུགས་ཆེ་བཟུང་ན་ཆོས་ལུགས་ཀྱི་འཇིགས་སྐུལ་རིང་ལུགས་པ་ཟེར་དང་དངོས་ནི Index ན Terrorist ཟེར་གི་འདུག་བ། འོ་ཆོས་ལུགས་ལ་ཞེན་ཁོག་ཆེ་བཟུང་ན Terrorist ཟེར་མང་པོ་ཡོང་གི་རེད། དེ་ཚོ་ཕ་གཡུལ་ཞོག་ང་ཚོ་ཆོས་པ་མ་རེད་ཇུས་གཏོགས་མི་འདུག་ས་ཆ་ཀ་ཅིག་དགེ་ལུགས་ཟེར་ཡ་དེ་ཚོ་རྩ་བ་ཉིད་ན་མ་ལགས་ང་ཚོ་ལ་དགེ་ཡ་དེ་ག་རེད་ཟེར་ན་ཨ་ནི་ཚན་རིག་རེད་མི་རིགས་ཀྱི་བསམ་བློ་རེད་བློ་བཞེངས་བཞེངས་དེ་ཚོ་ལ་ཨ་ནི་མའོ་ཙེ་ཏུང་གི་ལག་ཡོད་བ་རེད་འཛམ་གླིང་འདི། ང་ཚོ་གི་རེད་ལ་ཁྱོད་ཚོ་གི་ཡོད་རེད། མཐར་གཏུག་འདི་ཤེས་ན་ཁྱེད་ཚོ་གཞོན་ནུ་ཚོ་གི་རེད་ལ་ཡོད་རེད་དེ། ཁྱོད་རང་ཚོས་མ་འོངས་པ་ང་ཚོ་བོད་ཀྱི་རིག་གཞུང་བོད་ཀྱི་ཆབ་སྲིད་དཔལ་འབྱོར་རིག་གནས་ཚང་མ་ཁྱོད་རང་ཚོ་གཞོན་ནུ་ཚོས་རག་ལས་དེ་ཡོད་རེད། ཁྱོད་རང་ཚང་གི་ལྟ་བ་ཡག་པོ་ཅིག་སེམས་ཁུར་ཡག་པོ་ཅིག་མ་བྱས་ན་ལས་ལོག་ཚར་བ་རེད། ད་ལོག་འུ་ཅུ་མུ་ཅུ་ཁྱོད་རང་ཚོ་ལབ་པ་ཡོད་རེད་ཨི་སི་རེལ་གྱི་མི་དེ་ཚོ་གི་ནི་ལོ་སྟོང་ཕྲག་ཅིག་ལོག་གྱི་ཡོད་བ་མ་རེད། འོ་བཀྲ་ཤིས་བདེ་ལེགས། ཟླ་བ་ལགས་སུ་ཐོ་ཆེ་ན་ཐུ་ཚ་ཕི་ཚ་ལགས་ད་ཐུ་ཚ་ཕི་ཚ་ལགས་ཧ་མ་གོ་ངེས་ཡིན་ན་ཐུ་ཚ་ཕི་ཚ་ལགས།